དེ་ནས་སྤྱན་རས་གཟིགས་དབང་སྲོང་བཙན་སྒམ་པོ་དབྱིས། གཙུག་ལག་ཁང་ཞིང་གཏམ་ཆོས་ཟོར་ཆེན་བསྟོད། ཐོན་མིའི་ཡིད་ཀྱི་གཟུགས་དང་བདེ་སྤྲོད་བརྩམས། རྐང་གཅོང་དམའ་བའི་སྒོ་ཆེན་ཐོག་མར་ཕྱེས། ཨང། ཞོ་ལོ་ཀ་འདི་བོད་དུ་བསྟན་པའི་སྲོལ་དུ་ཚུད་དེ་བཤད་ཀྱི་ཡོད་པ་རེད། ཨ་བོད་ཀྱི་རྒྱལ་པོ། ཨ། སུམ་ཅུ་སོ་གསུམ་པ། རྒྱལ་པོ་སྲོང་བཙན་སྒམ་པོ་ཟེར་བ་ཁོང་གི་སྐབས་སུ་བོད་དུ་སངས་རྒྱས་ཀྱི་བསྟན་པ་དར་བ་དང་བོད་ལ་ཡི་གེ་བྱུང་བ། བོད་ལ་དགེ་བ་ལྷ་ཆུ་དགེ་བ་བཅུ་ཡི་ཁྲིམས་དང། མི་ཆུ་གཙང་མ་བྱི་ཕྲུག་ལ་སོགས་པ་བྱུང་བ་ཡིན་ཙང་ཁོང་ཉིད་འཕགས་པ་སྤྱན་རས་གཟིགས་ཀྱི་སྤྲུལ་བ་ཡིན་ལབ་ཀྱི་ཡོད་པ་རེད། ཡིན་ཙང་སྤྱན་རས་གཟིགས་དབང་སྲོང་བཙན་སྒམ་པོ་ཟེར་སྲོང་བཙན་སྒམ་པོ་ཟེར་བ་དེ་ཁོང་གི་མཚན་རེད། གཤིས་དཀར་དྲང་མོ་དང་ཐུགས་སྒམ་པ་ཡིན་ཙང་སྲོང་བཙན་སྒམ་པོ་ཞེས་བཏགས་པ་རེད་ཟེར་ན་དེ་འདྲ་ལབ་གི་ཡོད་པ་རེད། སྲོང་ལབ་པའི་དེ་དྲང་མོ། ང་ཚོ་དྲང་སྲོང་ཟེར་ལབ་གི་འདུག་བ། ཐུགས་རྗེ་དང་གཤིས་དཀར་དྲང་མོ་ལ་སྲོང་ཟེར་ལབ་གི་ཡོད་པ་རེད། སྒམ་ཟེར་བ་དེ་འགྱུར་ལས་སླ་བོ་མེད་པ། བློ་སེམས་བརྟན་པོ་བྱས་ནས་བསྡད་ཐུབ་པ་འོན་ཏེ་ལ་སྒམ་ཟེར་ལབ་གི་ཡོད་པ་རེད། གང་ལྟར་ཁོང་གི་མཚན་ལ་སྲོང་བཙན་སྒམ་པོ་ལབ་གི་ཡོད་པ་རེད། ཁོང་གིས་ལས་ཀ་གཙོ་བོ་ག་རེ་བྱས་པ་རེད་ལབ་ན། རྒྱ་ནག་ནས་རྒྱ་བཟའ་གོང་ཞོ་བཙུན་མོ་ལ་བསུ་བ་དང་བལ་ཡུལ་ནས་བལ་བཟའ་ཁྲི་བཙུན་བཙུན་མོ་ལ་བསུས་པ་རེད། དེ་དང་མཉམ་དུ་རྒྱ་ནག་ཐང་རྒྱལ་རབས་ནས་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་དགུང་ལོ་བཅུ་གཉིས་ལོན་པའི་སྐུ་བརྙན་དང་བག་ཡོད་ནས་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་དགུང་ལོ་བརྒྱད་ལོན་པའི་སྐུ་བརྙན་གཉིས་བོད་དུ་གདན་དྲངས་པ་རེད། འོ་དེ་བཙུན་མོ་གཉིས་ཀྱིས་གདན་དྲངས་ཡོང་བ་རེད། ཡིན་ཙང་སྟོན་པ་སངས་རྒྱས་ཀྱི་སྐུ་བརྙན་གཉིས་བཞུགས་ས་གི་གཙུག་ལག་ཁང་གཉིས་བཞེངས་པ་རེད། དེ་མ་ཟད་ཁོང་གི་བློན་པོ་ཐོ་མི་སམ་བྷོ་ཏྲ་ཟེར་བ་དེ་རྒྱ་གར་དུ་ཕེབས་ནས་ལེགས་སྦྱར་གྱི་སྐད་དང་སྒྲ་རིག་པ། ནང་པ་སངས་རྒྱས་པའི་ཆོས་བསླབས་ནས། ཚུར་བོད་དུ་ཕེབས་ནས། བོད་ལ་ཡི་གེ་གསར་བ་བརྩམས་པ་དང། སྤྱན་རས་གཟིགས་ཀྱི་མདོ་རྒྱུད་ཉེར་གཅིག་ལ་སོགས་པ། བོད་སྐད་དུ་བསྒྱུར་ནས་བོད་ལ་སངས་རྒྱས་ཀྱི་བསྟན་པ་གི་སྲོལ་ཐོག་མར་བཏོད་པ་དང་བོད་ལ་རིག་པའི་གནས་རྒྱ་ཆེ་ཞིང་གཏིང་ཟབ་པ་དེ་འདྲ་ཅིག་ཡང་ཐོག་མར་སྲོལ་བཏོད་པ་རེད། ཡིན་ཙང་གངས་ལྗོངས་དམའ་བའི་སྒོ་ཆེན་ཐོག་མར་ཕྱེས། འདིའི་སྐབས་ཀྱི་གངས་ལྗོངས་ཟེར་བ་དེ་བོད་ལ་འཇུག་གི་ཡོད་པ་རེད། དམའ་བའི་སྒོ་ཆེན་ཟེར་བ་གི་དམའ་བ་ཟེར་བ་འདི། རིག་པའི་གནས། བཅུ་ཕྲག་རིག་པའི་གནས། རིག་གནས། ཡང་ན་དཔལ་ཡོན། དེ་གི་དོན་ལ་འཇུག་གི་ཡོད་པ་རེད། སྒོ་ཆེན་ཟེར་བ་དེ། བོད་ཀྱི་བཅུ་ཕྲག་རིག་པའི་གནས་ཀྱི་སྒོ་ཆེན་པོ་དེ་ཐོག་དང་པོར་ཕྱེས་པ་རེད། དེ་ནས་སྲོང་བཙན་སྒམ་པོ་ཁོང་གི་དུས་ཚོད་ཡིན་ན་སྤྱི་ལོ་ལྔ་བརྒྱ་ལྔ་བཅུ་ལྔ་བདུན་ནས་དྲུག་བརྒྱ་ལྔ་བཅུ་ཡི་བར་འོ་དེ་འདྲ་ཅིག་རེད་དང། དེ་ནས་ཁོང་གི་སྐབས་སུ་དོན་དག་གལ་ཆེན་པོ་ག་རེ་བྱུང་བ་རེད་ལབ་ན་ཐོན་མི་བསམ་པོ་གྲགས་ཀྱིས་བོད་ཡིག་བཙན་པ་རེད། དེ་ནས་སྟོན་པ་ཞག་བཅུ་ཐུབ་པའི་སྐུ་ཉིད་གཉིས་བཞུགས་ས་ལ་ལྷ་ཁང་ཡང་གཉིས་བཞེངས་པ་རེད་ས་ཁང་དེ་གཉིས་དེང་སང་ད་དུང་བོད་ཀྱི་ལྷ་ས་ལ་ཡོད་པ་རེད། འོང་དེ་ནས་སྤྱན་རས་གཟིགས་ཀྱི་མདོ་རྒྱུད་ཉེར་གཅིག་ལ་སོགས་པའི་རྒྱ་གར་གྱི་མདོ་དང་བསྟན་བཅོས་མང་པོ་བོད་སྐད་དུ་བསྒྱུར་བ་རེད། དེ་ནས་རྒྱ་གར་དང་རྒྱ་ནག་གི་ཡུལ་ནས་པཎ་ཏྲི་ཏཱ་དང་ཁི་པཱ། མང་པོ་ཅིག་བོད་དུ་གདན་དྲངས་པ་རེད། དེ་ནས་བོད་ལ་དགེ་བ་གྱི་ཁྲིམས་བསུ་བ་རེད། སྲོང་བཙན་སྒམ་པོའི་སྐབས་སུ་བསྟན་པའི་ཟུར་དུ་ཟེར་བ་དེ་གའི་ནང་དོན་གཙོ་བོ་གཅིག་དེ་ནང་པ་སངས་རྒྱས་པའི་མདོ་དང་རྒྱུད་དེ་འདྲ་བོད་ཡིག་ཏུ་བསྒྱུར་བ་དང་ནང་པ་སངས་རྒྱས་པའི་རང་ལུགས་གཞིར་བཞག་ནས་བོད་དུ་དགེ་བ་གྱི་ཁྲིམས་བསུ་བ། བོད་དུ་གཙུག་ལག་ཁང་མང་པོ་བཞེངས་བ། རྒྱ་གར་དང་རྒྱ་ནག་གི་སློབ་དཔོན་མང་པོ་བོད་དུ་གདན་དྲངས་བ། དེ་ལྟར་བྱས་པ་རེད། དེས་བོད་དུ་རྣམ་པ་སངས་རྒྱས་པའི་བསྟན་པའི་སྲོལ་ཚུགས་པ་ཡང་ན་སྲོལ་གཏོད་པའི་སྐོར་དེ་ཡིན་པ་རེད། སྲོལ་གཏོད་པ་ཟེར་དགོས་པའི་རྒྱུ་མཚན་ག་རེ་ལབ་ན་སྐབས་དེ་ལ་བསྟན་པ་དངོས་སུ་བོད་དུ་དར་བ་ཙམ་མ་གཏོགས་བོད་མི་ཐམས་ཅད་ཀྱིས་ནང་པ་སངས་རྒྱས་པ་ལ་བལྟ་བར་བྱེད་པའམ་ཡང་ན་སངས་རྒྱས་ཀྱི་བསྟན་པ་དེ་བོད་ཁམས་ཐམས་ཅད་ལ་ཁྱབ་པ་དེ་འདྲ་བྱུང་ཡོད་པ་མ་རེད། གཙོ་བོ་དེ་རྒྱལ་པོ་གི་ཕོ་བྲང་དང། རྒྱལ་པོ་གི་ཉེ་འཁོར་གྱི་མི་དང་མཐོ་རིམ་པ་གི་ཆོས་ལུགས་དེ་འདྲ་ཅིག་ཆགས་དང་ཡོད་པ་རེད། ཡིན་ཙང་སུའི་འདོད་པ་རེད་དེ་རྒྱ་ཁྱབ་ཏུ་ཕྱིན་ཡོད་པ་མ་རེད། ཡིན་ཙང་དེ་ལ་སུའི་འདོད་པ་དེ་འདྲ་ལབ་གི་ཡོད་པ་རེད། ཨ་ཨོ་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་གཅིག་ནས་མཚམས་བཞག་རྒྱུ་ཆེས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།